ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོ་གི་སྒྲ་ཡིག་སྐད་རེད་ཕབ་དགོས་བ་གི་རིགས་དེ་ཚོ་ཚང་མ་དེ་འདི་སྒྲ་གཏུམ་པོ་གཏུམ་པོ་དེ་ཚོ་ཅི་ནས་ད་ཚང་མ་ཕབ་ཟིན་པ་རེད། དེ་ཚང་མ་ཕབ་ཟིན་པ་རེད་དེ་འདྲ་ཡིན་དུས་ན་ད་ང་ཚོ་གི་ཕབ་ཟིན་པ་གི་ཡིག་རྐྱང་དེ་ང་ཚོ་གི་ཕར་ཕྱིར་འདྲེན་བྱེད་དགོས་ཡོད་རེད། དེ་ནི་ཕྱིར་འདྲེན་བྱེད་ས་གི་སྡེ་ཚན་དེ་འདི་ནང་ལ་ཡོད།

འོ་དེ་ནི་ཁོ་རང་གི་ཉར་ཚགས་བྱས་ཚར་དུས་ཚོད་ལ་ལྟོས་ཡིན་དགོས་རེད་དེ་འདྲ་ཡོད་ན་ང་ཚོ་དགོད་བྱེད་གཉིས་ཅིག་བལྟ་དགོས། འོ་དེ། ཡི་གེ་དག་ག་རང་ཡིག་རྐྱང་བ་རང་སླེབས་འདུག་ཨ། འོ་དེ་ཚོ་ཕབ་རྒྱུ་དེ་ཚོ་ཚང་མ་དེ་འདྲ་གྱི་ནི་ཡིག་རྐྱང་རང་གྱི་ནི་སླེབས་བསྡད་ཡོད་རེད། འོ་དེ་གཅིག་རེད། དེ་ནི། ཨ། ད་འདི་ནང་ནས། ཉིས། རིམ་པ་གཉིས་པ་དེ། ང་ཚོ་གི། ཡིག་སྒྱུར་གྱི་ནང་ཉི་ད་ཁ་ར་འདར་ཧྥན་ཡིག་གཟུགས་པོ་བཅུག་དེ་ནང་རྒྱ་སྐད་དང་ཡང་ན་སྐད་རིགས་གཞན་གྱི་ནང་བསྒྱུར་ཟིན་པ་སྟེ། འདི་ནི་ཕབ་ལེན་བྱེད་དགོས་ཀྱི་ཡོད་རེད་དེ་གཅིག་རེད། དེ་ནས་ད་ང་ཚོ་གིས་ད་ནི་བོད་ཡིག་ག་བྲིས་ཟིན་པ་ཅིག་ཡོད་ར་དང་མ་གཞི་གི་སྐད་ཡིག་དེ་འདི་རེད། འདི་ཕབ་ལེན་བྱེད་ན་ག་རེ་བྱེད་ཀྱི་རེད་ཟེར་ན་ང་ཚོ་གི་གློག་བརྙན་དེ་ཚོ་གི་ནང་ལོགས་ལ། འདི། ལོག་གཉིས་ནང་ལ་སྐད་ཆ་བཤད་དུས་ཨ་སྟེ་ང་ཚོ་གུས་འཆར་ངོ་ཏུ་སོགས་ཡི་གེ་འཆར་ཡོང་བ་ཅིག་ཡང་འདི་ལ་ང་ཚོ་དབྱིན་ཡིག་ལབ་བསྡད་ཀྱི་ཡོད་ཨ་ནི་དབྱིན་ཇི་སྐད་ཀྱི་ནང་བྱོན་ན Subtitle ཟེར་བ་ཅིག་དེ་འདྲ་བོ་རིགས་ཨོ་ཏི་ཀ་དང་ཉི་ཟླ་ཉར་ཚགས་བྱེད་འདོད་པའི་རེད་དེ་འདྲ་བོ་རིགས་ཨོ་ད་དེ་འདྲ་བོ་མ་འདྲ་བའི་ཁྱད་པར་དེ་ཀ་རི་འདྲ་བོ་ཅིག་ཡོང་གི་རེད་ཟེར་ན་ད་ང་ཚོས་འདི་ནས་ཅིག་བསྟན་དགོས་ཏེ། འདི་ཁོ་རང་གི་སྒྲ་གི་འདི་སྒྲ་ཁོ་རང་རང་དང་དེ་ནས་ཡི་གེ་འདི་གཉིས་ཀ་འདི་ཁྱི་ཚོགས་ཀྱི་མཐུད་བཞག་ཡོད་རེད། དེ་འདྲ་ཡིན་དུས་ན་ང་ཚོ་གོ། སྙིང་གི་ནང་ན་སྐད་ཆ་བཤད་དེ་ཡག་ད། ཡི་གེ་གཉིས་ཀ་མཉམ་དུ་ཁུར་རུང་དུས་ཚོད་ནང་དུ་ཏག་ཏག་ཏག་ཏག་བྱས་ནས་འཇུས་འདེགས་ཡོད་རེད་འདི་གའི་ཨོང་གྲོང་དང་དུས་ཚོད་ཀྱི་རིམ་པ་ཅིག་འདུག་དེ་འདྲ་ཅིག། ཨ་ནི་ཡིག་རྐྱང་དང་འདི་གཉིས་ཀ་གི་མ་འདྲ་བའི་ཁྱད་པར་ཏེ་འདི་འདྲ་ཅིག་ནི་འདུག་གི་ཡོད། འོ་དེ་རེད་དེ་འདྲ་ཡིན་དུས་ན་ད་ང་ཚོ་གོ། བརྙན་འདི་ཚོ་བརྙན་ཐུང་དུ་སུ་ཡིན་ན་འགྲིག་གི་འདུག་གློག་བརྙན་ཡིན་ན་འགྲིག་གི་འདུག་དེ་འདྲ་བ་ཡིན་དུས་ན། བདེ་དང་གློག་བརྙན་གཉིས་ཀ་མཉམ་དུ་བཞག་བཞག་བལྟས་ན་ཨ་ནི་ཁོ་རང་ཐད་ཀར་ཐད་ཀར་ཐད་ཀར་གློག་བརྙན་ནང་ལ་སྐད་ཆ་བཤད་པའི་རྒྱུད་དུ་ཚོར་ཡིག་རིགས་ཐོག་ད་ག་རང་དུས་ཚོད་དང་མཐུན་པ་ཅི་ནས་ཤར་འགོས་པ་རེད། འོ་དེ་ལ་བརྙན་ཡིག་གི་ལ་དགོས་རེད། ཏིག་ཐོག་ནས་ཕར་འདི་ཉར་ཐག་བྱས་དོན་གཅིག་རེད། དེ་ནས་ད་ང་ཚོས་རེ་མིག་ཟེར་བ་བརྗོད Excel དུ་བསྒྱུར་ནས་ཕར་ལེན་བྱེད་དགོས་ན་འདི་ཚོ་ཡོད་རེད་འདི་ཚོའི་ནང་ལ་ཕར་ལེན་བྱེད་དགོས་ཡོད་རེད། དེ་ནས་ཡིག་སྒྱུར་བྱས་ཟིན་པ་ཧྥན་ཡིག་ཟེར་གོ་བརྒྱུད་དེ་ཕར་ལེན་བྱེད་དགོས་ན་འདི་ནས་འགོག་ཡོད་རེད། འོ་དེ་ཡིན། དེ་ནས་ད། འདི་ཚོ་ཚང་མ་བལྟས་ཡོང། ད་ནི་རང་གི་སོ་སོ་གི་སློབ་སྦྱོང་བྱས་ནས་ལན་ཞུ་བར་བྱེད་རོགས་ཀྱིས་ཟེར་ནས་ཞུ་བའི་ཐུགས་རྗེ་ཆེ།